ཆོལ་ཁ་གཏོར་མཁན་ཆོལ་གཏོར་མི་སྣ་རང་ཚོས་ཆོལ་ཁ་གཏོར་བའི་ཆེད་དུ་སྤེན་པ་ཚེ་ལ་རྒྱབ་སྐྱོར་མཐའ་གཅིག་ཏུ་བྱེད་ཀྱི་འདུག་ཤི་དགོས་དེ་ག་རེ་རེད་ཟེར་བ་ཡིན་ན་སྤེན་པ་ཚེ་རིང་གིས་ཆོལ་ཁ་གཏོར་གི་ཡོད་རེད་དེ་ནས་སྐུ་མདུན་ལ་མཚན་སྨད་བྱེད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཚོང་ཙང་ཁུལ་དེ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་ག་རེ་ཟེར་བ་ཡིན་ན་ཁོ་རང་གི་འདོད་པ་དང་མཐུན་གྱི་ཡོད་རེད།

དེ་འདྲ་ཡིན་པ་སོང་ཙང་བཀའ་ཤག་ཡོངས་རྫོགས་ཕོ་མཆོད་གཏོང་པ་ཡིན་ན་མང་གཙོའི་ག་བ་གཅིག་འབོར་མ་ལུས་པ་ཡིན་ན་ཁྲིམས་ཞིབ་པ་ཚང་མོ་ཕོ་མཆོད་གཏོང་པ་ཡིན་ན་ཁྲིམས་ཞིབ་ཁང་འབོར་ལུས་ཀྱི་མ་རེད་བ། འབོར་མི་ལུས་པ་ད་ལོ་ཉིས་སྟོང་ཉིས་བརྒྱ་རྩ་ལྔ་ལོ་སེ་འོ་སེ་སྐྱོང་གི་ཆགས་ཡོད་བ་རེད་ག་རེ་བྱས་པ་ཡིན་ན་ཁྲིམས་ཞིབ་པ་བསྟན་འཛིན་ལོ་ཏོག་སྤྲུལ་ཚོགས་ཀྱི་མ་འགྲོ་ས་གི་ལམ་ཁ་བཟོས་ལུས་བཞུགས་ལ་མ་སྤིས་ལུས་བཞུགས་ལ་དེ་ནས།

ཞིབ་འཇུག་ཚོགས་ཆུང་ཞིག་བཙུགས་དགོས་འདུག་བ། འདི་ཁོ་ཚོས་བཙུགས་ཡོད་མ་རེད། གླང་དམར་ཆུ་བདག་ཨ་རོགས་སྤྱི་འཐུས་ཆུ་བདག་དེ་ནི་ད་རེས་རང་ཚོ་དེ་གཅིག་གཉིས་བར་འགྲོ་ཡིན་པ། འདི་བཙུགས་ཡོད་མ་རེད། དངོས་གནས་བྱས་ན་ཕ་གིས་བཙུགས་ཨ་ནི་ཤེས། གྲོས་གཞི་པ་པུས་བ་ཡིན་ན་ཡིན་གྱི་མི་གཉིས་ཀྱི་ཚོགས་ཆུང་བཙུགས་དགོས་གི་མ་རེད་ཟེར་མཁན་དེ་དེང་སང་གི་སྤེན་པ་ཚེ་རིང་དང་ངེད་མ་གཅིག་སྒྲིལ་ཚོགས་གཙོ་སྤེན་པ་ཚེ་རིང་རེད།

ཆེན་པོ་དགོངས་བཞེས་འོག་ནས་ཁྲིམས་ཀྱི་དབང་སྒྱུར་ལ་ཚད་གཞིར་དུ་འགྲོ་མཁན་ངོ་ནས་དྲངས་ནས་དེ་འབྲེལ་གྱི་སྤྱི་འཐུས་མང་པོ་ཞིག་གི་ཐོག་ནས་གྲོས་བསྡུར་བྱས་ནས་ང་རང་ཚོ་ཕར་ཚེ་ལ་བསམ་བློ་བརྗེ་རེས་བྱས་ནས་གནས་ཚད་འདི་ཚོ་ཚང་མ་ལོ་ཐོག་ལ་བགྲོ་གླང་བྱས་པའི་ཐོག་ནས་ཐག་གཅོད་བྱས་ཡོད་རེད། འོ་བྱས་ཙང་དེ་འདྲས་ཡིན་པ་སོང་ཙང་ཡང་གནས་ཚད་འདི་ཚོ་མང་པོ་ཞིག་མགོ་འདྲ་བོ་ཡར་འདོན་མཁན་ཟིན་ན་ཡང་མི་འདུག་ཨ་ནས་དེ་འདྲས་ཀྱི་གནས་ཚད་འདྲ་བོ་དེ་ང་རང་ཆགས་བསྡད་ཡོད་པ་སོང་ཙང་བསྡད་ཅིག་མ་ཞུས་པ་ཡིན་ན་ཡང་ང་རང་ཚོའི་ཅིག་ཀར་སི་ཀུ་ར་དམུ་ཡིས་བཞེངས་པའི་སོ་ར་ཡོད་པའི་སོ་ར་འདྲ་བོ་ཅིག་ཀེན་ལོང་རྔན་པ་ཅིག་ཡོད་པའི་སོ་ར་འདྲ་བོ་དང་དེ་འདྲའི་གི་ཐོག་ནས་ད་རེས་ཐག་ཆོད་བྱས་ཤག་ཟེར་ཡག་འདྲ་བོ་དེ་འདྲ་བྱས་པ་ཡིན་ན་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད་སུ་གང་ཞིག་གི་གཡོག་འོག་ཏུ་ཚུད་ཡོད་མ་རེད་སུ་གང་ཞིག་གི་མགོ་སྐོར་འོག་ཏུ་ཚུད་ཡོད་མ་རེད། བཅས་རྫོང་ཤ་ཤུག་ཁུལ་ལྟ་ཁོ་རང་གི་སྐབས་དེ་དུས་སྣེ་ཁྲིད་མཁན་གཙོ་བོ་ཀྱི་ཁོ་རང་ཡིན། སྤྱི་ཐི་དེ་ཚོའི་གྲུ་དེ་ཡོང་དང་ཡོང་དང་བྱས་ནས་གི་ཐག་བཅད་རྒྱུ་རེད་མ་བྱས།

སྤྱི་འགྲོས་ཀྱི་དགྲ་བོ་རེད། ད་བསྡད་ས་དེ་ཅེཀ་རི་པབ་ལིག་རེད་ཤག། ཅེཀ་རི་པབ་ལིག་དེ་རྒྱལ་ཁབ། ཤར་ཕྱོགས་ད་ག་འདྲ་རེད་ཤར་ཕྱོགས་རེད། མི་དཀར་བོ་ཤར་ཕྱོགས་ད་ཡུ་རོབ Eastern Europe ར་དེ་འདྲ་ཞིག་རེད། རྒྱལ་ཁབ་དཔལ་འབྱོར་ཕྱུག་པོ་ད་ཞིག་ཡིན་ས་མེད་ཡིན་ནས་ཕྱིས་སུ་གཙང་མ་བྱས། མི་ཤེས་ཁྲག་ཤོམ་ཉུང་ཉུང་བྱས། ཅིག་ས་ཆ་དེ་ཚོ། སྐྱིབས་མདོག་ཧོ་བཙན་པོ། ཡག་པོ་ཡོ་ཅིག་དེ་འདྲ་གོ་བསྡད་ཀྱི་འདུག། ད་ཡིན་ནས་རྣམ་ཤེས་དེ་དབྱར་ཀ་དེ་ད་གོ་བཟོས་རྒྱུ་ར་དགུན་ཀ།

ཨོས་ཏྲི་ཡཱ་གི་རྒྱལ་སྲིད་བྷི་ཡེ་ན་ཡིན་པ་ཡིན་ན་མི་རིགས་ལ། ཇི་ཏི་པི་ཕེར་ཁ་བཅུ་སྟོང་ཕྲག་ང་བཅུ་ང་དྲུག་འདུ་བ་ཕ་རག་གི་ཡིན་པ་ཡིན་ན་ཉིས་སྟོང་ཉིས་རྩ་གསུམ་ལོར་དང་ཉིས་རྩ་བཞི་ལོ་མར་དང་ཉིས་བཞི་རྩ་གསུམ་ལོ་ཡིན་པ་ཡིན་ནའོ། ཇི་ཏི་པི་ཕེར་ཁ་བཅུ་མི་རིགས་ལ་སྟོང་ཕྲག་ཁྲི་གཅིག་རེ་གཅིག་འདུ་བ་དེ་འདྲ་ཡིན་པ་སོང་ཙང